ཐེངས་མ་གཉིས་ཉིས་བརྩེགས་ཐོལ་གྱིས་ཐབས་ཤེས་བྱས་ན་སྣེ་འཁྲིད་ཀྱི་དཔེ་ཡག་པོ་རེད། ད་ལུས་སྦྱོང་དང་པོ་འགྲོ་འཆར་བྱས་ན་ང་ཚོས་ཀྱི་དཔེ་རྐང་པ་གཅིག་པི་མོ་ག་ལ་བཙུགས། རྐང་པ་གཞན་པ་དེ་ཕ་ཁར་ཐུག་རྐྱང་བྱས་ནས། དེ་ནི་ང་ཚོས་ཀྱི་ཁྱེད་རང་རྐང་པ་གཡས་པ་པི་མོ་ས་ལ་བཙུགས་ཡོད་ན་ང་ཚོས་གཡོན་ཆོས་ལ་ཕག་སྔས་བྱས། ཐེངས་བྱས་སྣར་བྱས། སྣེ་གྲུ་མོ་དེ། ལག་པ་གཡས་པའི་གྲུ་མོ་དེ་རྣམས་ལ་ཡ་ག་ཚོད་རྐྱ་ཐུག་ཐུག་རྐྱ་བྱས་ནས། དུས་བཞིན་དུ་སྦྱོང་བརྡར་འདི་གཡས་གཡོན་གཉིས་ཆ་ལ། དང་པོ་ཡིན་ན་བཅུ་བཅུ། དེ་ནི་ཨོ། ཡག་པོ་ཤེས་ཀྱི་ཡོད་ན་བཅོ་ལྔ་བཅོ་ལྔ། དེ་ནི། དཀའ་ལས་ཁག་པོ་མི་འདུག་ལས་སླ་བོ་འདུག་ས་ན་ནི་ཉི་ཆུང་ཉི་ཆུ་རོ། དེ་མ་གཉིས་ནི་སྦྱོང་བརྡར་ཚང་མ་གནང་ཞོར། ད་ལུས་སྦྱོང་གཉིས་པོ་རོ་ཆགས་བྱས་ན་འདི་ང་ཚོས་གྱེས་པས། སྟབས་བདེ་བོ་ལས་སླ་བོ་མང་མང་པོ་ཅིག་བྱེད་ཐུབ་པའི་ཅི་ཡོད་རེད། གྱེས་པ་གང་ལ་མ་ལྷོད་ལྷོད་བྱས་ཉག་བྱས་ནས་ང་ཚོས། དཔུང་པ་དང་མགོ་དང་ལག་པ་བཅས་པའི་དེ་ཡར་ཤུགས་ཕྱིན་ནས་མདུན་ལ་ཡར་བསྐུམ་བྱེད་ཅི་རོ། ཡར་ཡར་ཡིན་དུས་རྩམ་པ་དབུགས་མང་བ་དང་གྲོག་མགོ་མཛུབ་བག་དམ་པོ་བཞིན་འཇུས། དོ་སྣང་བྱས་ཏེ་སོ་སོའི་གྲོག་མགོ་གང་ལ་དོ་སྣང་བྱེད་བྱེད་དེ་ནི་སྦྱོང་བརྡར། བཅུ། ཡར་མི་ཟླ་བཅོ་ལྔ། ཡར་མི་ཟླ་ཉི་ཤུ། ཨ་ནི་ཐེངས་མ་གཉིས་གཉིས་གསུམ་གསུམ་ག་ཚོད་བྱེད་ཐུབ་ཐུབ་རོ། ད་དེའི་རྗེས་ནས་ཆགས་བཞག་བས་ན་དམིགས་བསལ་གྱིས་འདི་གྲོགས་པོ་བ་དེ་བ་ལ་ཕན་པོ་ཡོད། ང་ཚོ་རྐང་པ་གཉིས་དང་མཉམ་དུ་ཡར་འབྱར་བྱེད་རོགས། ལག་པ་འདི་རྐུ་བ་ལ་བཞག་ན་ང་ཚོས་གྱི་དོགས་ཅི་ནས། རྒས་པ་ལ་གནོད་གི་དེ་ཉུང་ངེས་རོ། བྱས་ཙང། ལག་པ་དེ་ང་ཚོས་རྐུ་བ་ལ་བཞག་ཨ་ནི་རྐང་པ་དེ་ཡར་མར་གནམ་ལ་ཡར་བཀྱགས།

རྐང་པ་པུས་མོ་གཡོན་མ། དེ་རང་གཉིས་ཚུར་ཐུག་ཐུ་ཝེར་གྱི་ཐབས་ཤེས་ཤིག་བྱས། རྐང་པ་གཡས་པ་བྱས་ན་བསྐུམ་ནས་བཞག་དུ་བ། དུ་བ་ཞིག་བྱས་ནས་ཡར་གཡུག་མདའ་ཙམ་པ་ལ་དབུགས་ཡར་མར་བཏང་ཞེས་རོ་སྟེ། དབུགས་མར་བཏང་ཡར་ག་དུས་ག་ཚོད་ཡར་གནམ་ལ་ཡར་བསྐྱལ་གྱི་དུས་དུ་ཙམ་པ་ལ་དབུགས་མར་བཏང་བྱས་ནས་ནི་གཡས་གཡོན་གཉིས་ལ་བཅུ་བཅུ་ཡིན་ན་རེ་བཅོ་ལྔ་བཅོ་ལྔ་ཡིན་ན་རེ་ཉི་ཤུ་ཉི་ཤུ་ཡིན་ན་རེ་དུ་བཞིན་གནང་རོ། ད་དེའི་རྗེས་ནས་ཕྱག་བྱ་བས་ན་ལུས་སྦྱོང་གི། དྲུག་པ། འགྲོ་ཕྱག་བྱ་བས་ན་ཁྱེད་རང་ཚོ་པའི་ལག་པ་ཅིག་དུ། སྒོ་སྐྱ་བོད་ལ་བཞག། ནི་ང་ཚོས་ཀྱི་རྐང་པའི་པུས་མོ་གཡས་པ་དང་ལག་པའི་གྲུ་མོ་གཡོན་མ་གཉིས་མཐུད། ནི། ལག་པའི་གྲུ་མོ་གཡས་པ་དང་པུས་མོ་གཡོན་མ་དང་གང་དག་མ་དང་གཡས་གཡོན་གཉིས་ཀྱིས། བ་ཚུ་ཐུད་བྱས་ནས་སྒལ་པ་བཏོད་ནས་ག་ཚོད་ཡ་སྐྱག་ཐུབ་ཐུབ་སྐྱག། རྐང་པ་མ་བརྐྱངས་པའི་སྐབས་དུ་ལ། ག་འདི་བརྐྱང་གི་ཡོད་བ་ནི་རེ་ཕ་ཁར་ཐུག་ཀྱང་ཡང་ཐབས་ཤེས་བྱེད། ག་དུས་གྲུ་མོ་དང་རྐང་པ་པུས་མོ་ཐུག་དུས་རྩམ་པ་དབུགས་མ་བཏང་བྱས་ནས་སྦྱོང་བརྡར་གནང། འདི་བྱེད་རོགས། ད་འདི་བཞེས་ནས་ཕྱག་བཞག་བས་ན་ལག་པ་འདི། སྐུད་པ་ལ་རང་འཇགས་བྱ་འོས་རོ། ནི། སྐུད་པ་རང་འཇགས་བྱ་ཚར་ནས་རྐང་པ་གཉིས་ཀྱིས་གནམ་ལ་ཡར་བཀྱགས་འདོད་རོ། རེ་མེད་རེ་མེད་མ། གཅིག་མར་འགྲོ། ནི་ཞིམ་པ་དེ་མར་འགྲོ། འདུག་བཞིན། རྐང་པ་མ་ག་དུས་རེ་རེ་བཀྱགས་འདོད་ཙམ་དབུགས་མ་བཏང། དབུགས་མ་བཏང། ནི་གྲངས་ཀ་གཅིག་གཉིས་གསུམ་བཞི་ལ་ནི་ཡོ། ངེད་ཀྱིས་ད་གསར་བ་ཐེངས་མ་དང་པོ་ཡིན་ན་བཅུ་བཅུ་བརྩེགས། དེ་ནས་ཡིན་མིན་ན་བཅོ་ལྔ་བཅོ་ལྔ། དེ་མིན་ན་ཉི་ཤུ་ཉི་ཤུ། ལུས་ཆུང་ཚང་མ་ད་ག་རང་ཡིན་ད།

ད་འདིའི་ཚབ་ཞུ་གི་ལ་ལུས་གཞུང་འདི་བརྗེད་ནས་ལྟོས་ཞེས་དོན་དུ་དེ་སྐད་ལས་ཁག། ང་ཚོ་གི་སྤུ་ཞབས་བརྩིགས་ཀྱི་འདུག་སྤུ་ཞབས་བརྩིགས་ཏེ་འཛོམས་པ་ལ་ང་ཚོ་གི་ལག་པ་དེ་ཞག་གདང་དང་རྐང་པ་ཞག་གདང་ཚང་མ་གཅིག་པ་གཅིག་རྐྱང་བྱས། ཨ་ནི་ག་ལི་ག་ལི། ལག་པ་གཡས་པ་དེ་པུས་མོ་གཡོན་མ་ལ་ཐུག། རྐང་པ་གཡོན་མ་ལ་རོལ། གཡས་པ་དེ་གཡོན་ལ་ཐུག་ནས་བསྡུ་བྱས་ནས་གྲངས་ཀ། བཅོ་ལྔ། བཅུ། ཉི་ཤུ་ག་ཚོད་བྱེད་ཐུབ་ཐུབ་དེ་བ་གཉིས་གཉིས་རོལ། ལུས་གཞུང་འདི་དམིགས་བསལ་གྱི་དཔུང་པ་བྱས་རྐང་པ་བྱས་གད་པ་དང་གྲོག་མགོ་དང་ཚང་མ་ལ་ཕན་ཡོན་ཅི་ཡོད་རེད་དམིགས་བསལ་གྱི་གྲོག་མགོ་ལ་དཔེ་ཡག་པོ་རེད་དེ།

མ། ཚུར་རང་བྱ་རང་བྱ་ཡོང་ཨུ་ཡག་ལན། ཨུ་མ་བཏང། ཨུ་ཡག་ལན། དེ་ཡང་ཁྱེད་རང་ཐེངས་མ་བཅུ་བཅོ་ལྔ་ཉི་ཤུ་ཐེངས་མ་གཉིས་ནི་ག་ཚོད་བྱེད་ཏུ་ཐུབ། ཐག་རང་བྱེད་དངུལ་ཐོན་ནས་ག་ཚོད་བྱེད་ཏུ་ཐུབ་བྱེད་འདིའི་དམིགས་བསལ་གྱི་དཔུང་པ་དང་གྲོགས་པོ་ལ་དམིགས་བསལ་གྱི་དཔེ་ཡག་པོ་ཡོད་རེད། འབྲེལ་ཡིད་ཆེས།

ལྟ་འདི་ཚར་ནས་འགྲོ་ག་ལ་མ་ཉག་ཅེས་ནས་སྒལ་པ་ཤུགས་ཆེན་པོ་བཟོས་ལུས་ཅུང་ཞིམ་པ་འདི་སྒང་པ་ལག་པ་གཉིས་ཅན་རྣམས་ཡར་བཀྱག་བྱས། གྲངས་ཀ་བཅུ། དགུ། བརྒྱད། བདུན། ལྔ། བཞི་ལྔ་དྲུག་གི་བཞིན་དུ། རོ། ས་ཁེན་བཅུ་བཅུ། སྐར་ཆ་བཅུ་བཅུ་ཉག་ཐུག་བས་ན་དཔེ་ཡག་པོ་ཡོད་རེད་ཐེངས་མ་གཉིས་བྱེད་ཐུག་བས་ད་དུང་དམིགས་བསལ་སྒལ་པ་ལ་དེ་ལས་ཡག་ག་ཡོད་རོ། དུས་ཕྱེད་ཕྱེད་ཁྱེད་རང་ཚོའི་སྦྱོང་བརྡར་འདི་དེ་ནས་བདུན་ཕྲག་གཅིག་ནས་ལ་ཐེངས་མ་གསུམ་ཉུང་མཐའ་གཅིག་མཐའ་བརྩེགས་ཏེ་རོ། ཨང་ཁྱེད་རང་ཚོའི་དཔེ།